ནི་དེ་རིང་བརྙན་ཐུང་འདི་རྣམ་པ་པོའི་གང་མང་མང་ཞིག་ཕར་དུ་བརྒྱུད་དགོས་གནང་རོགས་གནང། སྤྱིའི་ཆ་ནས་ནི་འཕྲོད་བསྟེན་དང་འབྲེལ་བའི་ཤེས་བྱ་ཚང་མ་གལ་ཆེན་པོ་རེད་དེ། དེ་རིང་གི་གནད་དོན་འདི་ད་དམིགས་བསལ་གྱི་གནད་དོན་ཅིག་ཡིན། ག་རེ་ཞུས་པ་ཡིན་ན། གཅིག་ང་རང་ཚོ་ད་ཅིག་མི་ལ་གོ་ཡ་འདི་གཉིས་རེད་བ། ད་གཉིད་ཁུག་མི་འདུག་ཟེར་ཡི་དཀའ་ངལ་ཤུགས་ཆེན་པོ་ཞུ་ཞིག་ང་ལ་ཟུར་དུ་འབྲེལ་བ་བྱེད་བསྡད་ཀྱི་འདུག་ང་གི་རྟ་མགྲིན་ཚོགས་པའི་ནང་ལ་འབྲེལ་བ་ཡང་སེ་ལས་བསྡད་ཀྱི་འདུག་ནི་དེ་འདྲའི་གི་དཀའ་ངལ་མང་པོ་ཞིག་སྤྲད་དུས་ད་འདི་ལ་ངས་རྣམ་པ་སྤྱི་ཡོངས་ལ་ཨེ་ནན་ཅིག་དུས་ཐོག་སོ་སོའི་ནང་ལ་གར་བྱེད་དགོས་ཀྱི་ཡོད་མེད་དོ་སྣང་གར་བྱེད་དགོས་ཀྱི་ཡོད་མེད་དེ་འབྲེལ་གྱི་སྒང་ནས་གནད་དོན་ཁ་ཤས་ཞུ་ཡ་ཡིན་ཨེ་ནི་རླུང་གི་དཀའ་ངལ་དེ་འཕྲད་དུས་མིའི་སེམས་ཁམས་ལ་མ་སྐྱིད་པ་རང་བཞིན་འབྱུང་གི་རེད་དེ་འདྲ་སོང་ཙང་ཨེ་ནི་ནད་གཞན་དང་མི་འདྲ་བའི་ཨེ་ནི་གཉིད་མ་ཁུག་པའི་དཀའ་ངལ་འདི་གི་རྐྱེན་བྱས་ནས་མིའི་སེམས་མ་སྐྱིད་པ་བཟོ་ཡ་དང་སྐབས་རེ་སྐབས་རེ་ཉིད་མི་སེམས་བདེ་བོ་མེད་པ་བཟོ་ཡ་དེ་འདྲའི་ཡོང་གི་རེད་དེ་འདྲ་སོང་ཙང་རྣམ་པ་ཚོས་འདི་ཨེ་ནི་རང་གི་སྡུག་བསྔལ་འདི་ཨེ་ནི་སྡུག་བསྔལ། དེ། རང་ལ་སྡུག་བསྔལ་འདི་འདྲའི་ཕྲད་ཡོང་དུས་ད་ནི་ཨེ་ནི་དཀའ་ངལ་གང་འདྲའི་ཕྲད་ཀྱི་འདུག་འདི་ཨེ་ནི། ཤེས་པའི་ཐོག་ནས་རང་གི་སྡུག་བསྔལ་འདི་གཞན་ལ་བསམ་བློ་ཞིག་བཏང་ནས་ཨ་ད་འདི་འདྲའི་དཀའ་ངལ་ཕྲད་ཀྱི་འདུག་བསམ་པའི་དགོངས་པ་ཞིག་བཞེས་པའི་ཐོག་ནས་ཨེ་ནི་ཡིན་གཅིག་མིན་གཅིག། གང་མང་མང་ཞིག་བརྒྱུད་སྐུལ་གནང་རོགས་གནང་ཞུ་ཡ་ཡིན་རོགས། ད་འདིར་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཅིག། ལོ་ན་ཆེ་ཆུང་བར་གསུམ་མེད་པར་ལྷག་པར་དུ་ད། བོད་དང། ཕྱི་རྒྱལ་ཁག་ལ་བདེན་གཉེར་དུ་ལ་གཉིས་དམག་དཔུང་གི་དཀའ་ངལ་ཤུགས་ཆེན་པོ་ཡོང་གི་འདུག་གསུངས་ཀྱི་འདུག་བ། ཡིན་དུས་ད་ནི་ད་གཉིས་དམག་དཔུང་བ་འདི་ལ་རིགས་མི་འདྲ་ཁ་ཤས་བརྗོད་བ་རེད་བ། ད་གཉིས་དམག་དཔུང་བ་འདི་ལ་གཙོ་བོའི་རྐྱེན་གཉིས་ཡོད་རེད་ང་ཚོ་སྨན་གྱི་གཞུང་ནང་ལོགས་ལ་ནད་སློང་བའི་རྐྱེན་བཞི་བཤད་ཡོད་རེད་བཞི་བཤད་པའི་ནང་ལོགས་ནས་ཨེ་ནི་དུས། བདུན། ཟས། སྤྱོད། སྤྱིའི་ཆ་ནས་དེང་རྒྱས་གཞིས་ཀར་གལ་ཆེན་པོ་ཞིག་རེད། ཡིན་ནའི། ཨེ་ནས། དུས། དོན། གཉིས་པ་འདི། དུས། ཟས། སྤྱོད་འདི་གསུམ། རྒྱུན་གཏན་གྱི་ནས་ཚང་མ་ལ་ཡོང་གི་ཡོད་རེད། རྐྱེན་འདི། རེད་བ། ད། དོན། ཟས་དེ་གཉིས་པ་འདི། དོན། འདི། ཨེ་ནས། གཙོ་བོ་དེ་མིའི། སེམས་དང་འབྲེལ་བ། རླུང་སེམས་དང་འབྲེལ་བ། འདི་འདྲའི་གི་རིགས་ལ།

དེ་སོང་ཙང་ཨེ་ནི་དེ་རིང་ནས་གནད་དོན་འདི་གང་ནས་མང་ཞུ་ཡ་ཡིན། ད་ང་རང་ཚོ་གཉིད་མ་ཁུག་པའི་དཀའ་ངལ་འདི་ལ། མི་ལབ་མང་ཆེ་ལ་རྐྱེན་གཉིས་ཡོད་རེད། རྐྱེན་དང་པོ་དེ་ག་རེད། སོ་སོ་གི་རྒྱུན་དུ་འཚོ་བའི་ནང་ལོག་ལ་ཨེ་ནི་སོ་སོའི་ཟོག་པོ་ལ་བསམ་བློ་མ་བཏང་རྗེས་ཁ་ལག་མང་ན་ཁ་ལག་སྐྱ་བོ་ཟེར་གི་རེད། རླུང་ལ་གནོད་ཡང་གི་ཁ་ལག་རྐྱང་རྐྱང་ཟད། ཨེ་ནི་འདི་འདྲའི་གི་རྐྱེན་བྱས་ནི། ཨེ་ནི། ང་ཚོ་གི་སྲོག་འཛིན་རླུང་དང་གྱེན་རྒྱུའི་རླུང་དང་འཐོར་སའི་རླུང་དང། ཨེ་ནི། མི་ཉམས་རླུང་དང་ཁྱབ་བྱེད་རླུང་ལ་སོགས་པ། ལྷག་པར་དུ་སྲོག་འཛིན་རླུང། དྲུག་ནི། ཨེ་ནི། གཉིས་མ་སྒོ་ངའི་དཀའ་ངལ་གཅིག་ཡོང་འདི་གི་ཡོད་རེད་བ། འདིའི་རིགས་འདི་ག་འདྲའི་བཟུད་མོ་རེད་ད་འདི་ལ། གཉིས་དང་པོ་གཉིས་ཡག་པོ་ཁུག། ཨེ་ནི། ཕྲན་བ་རུ་ལ་གཉིས་གཅིག་བསད་སོང་ན་གཉིས་མ་སྒོ་ལ། བསམ་བློ་འདྲ་མི་འདྲ་ཁོ་ན་ཕལ་ཆེར་ཕྱོགས་ཆོས་གཅིག་གཉིས་ལྷག་འདི་གར་ཕ་ཨ་ལོ་རྒྱ་མཚོ་ཨ་ལ་ཡོད། འདིའི་རིགས་དེ་སྲོག་འཛིན་དང་འབྲེལ་བ་ཡོད་པས་སྲོག་རླུང་དང་འབྲེལ་བ་ཡོད་པས་རླུང་གི་རྐྱེན་ཅིག་ཆགས་བསྡད་ཡོད་རེད། རེད་པ། ཡང་ཁ་ཅིག་ལ་ག་རེ་བ་རེད་སོ་སོ་རྒྱུན་དུ་ཁ་ལག་རླུང་ལ་རླུང་འཕེལ་བས་ཟས་རྐྱང་རྐྱང་ཟས་དེ་དང་མཉམ་དུ་ཨེ་ནི་ཚ་བ། སོག་པོ་ལ། ཤ་ཁྲོད་དཔེར་ན། ཤ་བའི་རི་ཁ་ལ་ཤུགས་ཆེན་པོ་ཟ་ཡ་དང་ང་རྒྱལ་ཤུགས་ཆེན་པོ་བྱེད་ཡ་དེ་འདྲས་ཀྱི་རྐྱེན་ནས་ཡང་སོག་པོའི་ནང་ལ་དེ་སྔར་གྱི་ན་ཚ་རྙིང་པ་དེ་འདྲས་ཀྱི་རྐྱེན་བྱས་ནས་ཨེ་ནི་སོག་པོའི་ནང་ལ་ཁོག་རྩེད་རྙིང་པ་དེ་འདྲས་ལངས་ཡོང་གི་རེད། དེ་གི་གཉིས་མ་གོ་བ་དེ་ག་འདྲས་བཟུང་གོ་རེ་ཞུས་པ་ཡིན་ན་ཨེ་ནི་དུག་ཉལ་བ་དང་སོག་པོ་ལ་སྔོ་ནག་ཐོན་ནས། གཉིས་མ་དབང་འབྱུང་བ་རེད། འདིའི་རིགས་དེ་ཨེ་ནི་ཟོག་པོའི་ནང་ལ་རླུང་དང་ཚ་བ་གཉིས་ཤུགས་ཆེན་པོ་འཕེལ་གྱི་ཡོད་རེད། ཚ་བ་ཟེར་དུས་ང་ཚོ་གི་ཚ་བ་ཟོག་པོ་ལ་གཏུགས་ས་ད་ནི་ཚ་བ་ཕ་ཡ་མ་རེད་འདི་ནང་ལོགས་ཀྱི་ཁོག་རྩེད་རེད། ངོ་འདིའི་རིགས་འདི་ལ་ཨེ་ནི་གོ་མདངས་ཉེ་བ་དང་ཟོག་པོ་ལ་རྔུལ་ནག་དོད་ནི་གཉིས་མ་དབང་དཀའ་ངལ་གཅིག་ཡོང་གི་རེད། འདི་གཅིག་རེད་གཉིས་མ་དབང། ད་གཉིས་མ་དབང་དཀའ་ངལ་གཅིག་ག་རེ་ཡོད་སེམས། གཏུགས་ས་གཉིས་ཉེ་བ་དང་ཟོག་པོ་ལ་རྔུལ་ནག་དོད་གི་ཡོད་མ་རེད་འདི་གཉིས་མ་གོ་ཆེ་ཡང་མེད་ན་གཉིས་སྲབ་བི་སི་བི་ཆུ་ཁུག་གཉིས་སྐྱིད་པོ་ཁྱོད་མ་གོ་ཆེ་གཉིས་རྣམ་གྲངས་མེད་འདྲ་བཏང། འོ་འདི་འདྲའི་གི་དྲི་ངན་རིགས་གཅིག་ཡོང་གི་རེད་ད་འདིའི་རིགས་འདི་ལ་མང་ཆེ་གཅིག་འདོན་གི་ནུས་པ་ཡོད་རེད་རེད་བ། ད་འདོན་གི་ནུས་པ་ཡོད་རེད་ཟེར་དུས་ད་ནས་འདོན་འདི་གི་ཁྱེད་རང་ལ་གནོད་རྒྱག་ག་ལེགས་གི་ཡོད་མ་རེད། འདོན་ཟེར་ཡ་འདི་ཨན་བར་དོའི་གཟུགས་མེད་གི་ཁམས་ཨ་ནི་ད་འདི་ད་འབུ་སྲིན་དང་སེམས་ཅན་སེམས་ཡོད་ག་ཚོད་ཤི་འདྲི་བར་སེམས་ལྡན་ག་ཚོད་ཤི་བར་དེ་འགས་སོ་སོ་སྐྱེ་བ་བཙལ་ཡག་གི་ཐབས་ཤེས་བྱི་བར་སྐྱེ་བ་འདི་སྙིང་ཡག་ཁག་པོ་ཞེས་བ་འདི་འདྲ་གསུངས་ཙང་ཨ་ནི་ཁོང་ཚོ་ཡིན་ནས་པ་རུ་ལ་བསྡད་པའི་སྐབས་འདི་ལ་གཅིག། ཁོ་ཚོའི་ཁ་ལག་དེ་ག་རེད། ང་ཚོ་གི་ནམ་རྒྱུན་དྲི་མ་གི་རིགས་དེ་འདོར་བ་སུར་བཏང་ཡག་དང་དེ་འདྲའི་གི་རིགས་དེ་འདྲས་ཀྱིས་ཁོ་ཚོ་ལ་ཁ་ལག་དེ་གི་བྲོ་བ་དེ་རྒྱག་དགོས་བ། འདིའི་སོང་ཙང་ཨེ་ནི། ཁོ་ཚོ་སྙིང་རྗེ་ང་ཚོ་ལ་གཅིག་ཟས་དེ་འདྲས་གི་རྟོག་ལ་བྱེད་ནས་སླེབས་གི་ཡོད་རེད། ཟས་དང་གོས་དང་དེ་འདྲས་གི་རྣམ་སྨིན་གི་རྟོག་ལ་བྱེད་ནས་སླེབས་དུས་ད་ནི་ང་ཚོ་གི་སོ་སོའི་ཟོག་པོའི་ནང་ལོག་ལ་ཡོད་པའི་གདངས་ཀྱི་ནུས་པ། ད་ང་རང་ཚོ་འཇིག་རྟེན་པས་བཤད་པས་ན་དཀར་ཕྱོགས་སྐྱོང་བའི་ལྷ་དང་ནི་ཅིག་ཟེར་ཡ་འོ་འདི་འདྲའི་གི་ང་རང་ཚོ་ཟོག་པོའི་ཏོག། རླུང་རྟ། བསོད་ནམས། དེ་འདྲས་ཚང་མ་ཉམས་པའི་དུས་ཚོད་འདི་ལ་ཨེ་ནི་ཕྱི་ལོག་གི་བར་དོའི་རྣམ་ཤེས་ཀྱི་ཟས་འཚོལ་དེ་ངན་དེ་འཚོལ་གི་ཨེ་ནི་ང་ཚོ་ལ་ཚུགས་གནོད་པའི་ཚུལ་ཞིག་གོ་མ་ད་གནོད་སྐྱེལ་གི་ཡོད་མ་རེད་འདི་ང་རང་ཚོ་གི་གདོང་ལེན་བྱེད་ཐུབ་ཀྱི་ཡོད་མ་རེད། འདི་འདྲ་རེད། འདི་འདྲ་སོང་ཙང་འདི་འདྲའི་གི་སྐབས་ལ་ཨེ་ནི་ག་དུས་ཡོང་པ་རེད་ཟེར་ན། འདིའི་རིགས་ཏེ། ཡང་མིན་ན། ལོ་གཅིག་ལ་ང་ཚོ་ལོ་འཁོར་གཅིག་ནང་ལོགས་ལོགས་ལ་ལོ་འཁོར་བཅུ་གཉིས་ནང་ལོགས་ལ་ང་ཚོ་ལ་ཀ་ཟེར་ཡག་དང་དགུ་མི་ཟེར་ཡག་སོ་སོ་གི་དོགས་པའི་དོལ་ཚོལ་ཞིག་ལེགས་རེད་བ། འོ་སོ་སོ་གི་ཤི་ས་ཟེར་ཡག་དང་འོ་འོ་འདི་འདྲའི་གི་སྐབས་ལ་ཨེ་ནི་དེའི།

ང་ཚོས་རྒྱུན་དུ་ཟླ་འདི་འདྲིལ་གྱི་དཀའ་ངལ་ཅིག་འཕྲད་ཀྱི་འདུག་ན་གོང་ལ་ངས་རྟགས་གསུམ་བཤད་སོང། དང་པོ་འདི་གཉིས་ཁུག་རྐྱང། མཚན་པ་རུ་ལ་གཉིས་བསྲེས་སོང་ན་ཆུ་ཚོད་དང་པོ་གཉིས་པ་ལ་གཉིས་བསྲེས་སོང་ན་ཨེ་ནི་གཉིས་མ་གོ་ཅི་ཨ་ལོག་འཕགས་ཚོ་རྒྱབ་ཡ་འདི་སྲོག་རླུང་གི་རྐྱེན་རེད། གཉིས་པ། ཨེ་ནི་གཉིས། ཐོག་མ་ནས་གཉིས་མ་གོ་ཅི་སོག་པོ་ལ་སྔོ་ནག་དོན་གཅིག་བྱེད་དེ་ཡ་འདི་སོག་པོའི་ནང་ལ་རླུང་རྩེ་དང་ཁོག་རྩེ་དང་ལ་སོགས་པ་འདི་འདྲིལ་གྱི་ཚད་པ་རྙིང་པ་དང་རླུང་གཉིས་ཀྱི་སྟོང་པའི་ན་ཚ་རེད། གསུམ་པ་ནི། ད་སྤྱིར་རླུང་ཡོད་པ་གང་ཅིར་ཟོག་པོའི་སྟོབས་དང་དུ་ཉམས་པ་གང་ཅི་ལ་རང་གི་ཨེ་ནི་གཟའ་འཁོར་འགྱུར་འགྲོས་ཀྱི་ཨེ་ནི་སོ་སོའི་གནས་ཀྱི་ལུས་ཁམས་ཀྱི་ནུས་པ་ཉམས་པ་ཨེ་ནི་དོགས་པ་རྩིས་ཀྱི་གང་ཞེས་པ་ཡང་དོགས་པའི་དུས་ཚོད་འདི་འདྲའི་ལ་ཨེ་ནི་སྐྱིན་བསླུ་བ་བག་བག་གདབ་པ་ཤིང་བཅད་པ་ཁ་འབྲུག་བཤོར་བ་འཇིགས་ཟ་གང་དེ་འདྲའི་ནི་ཁ་ལག་ཟད་པ་ལ་སོགས་པ་ལ་སོགས་པ་དེ་འདྲའི་བྱུང་བའི་དབང་གིས། ཨེ་ནི་སོ་སོ་ལ། ཨེ་ནི་སེམས་མ་སྐྱིད་པའི་དཀའ་ངལ། རླུང་གི་དཀའ་ངལ་འདི་གཉིས་མ་ཁུག་པའི་དཀའ་ངལ་འདི་གསུམ་ཡོང་གི་རེད་ཞུས་པ། ད་འདི་གསུམ་ལ་སྲིད་ཐབས་ག་རེ་ཆེ་བ་རེད། ད་ག་རེ་ཡིན་ནའི་ཡིན། སྲོག་རླུང་གི་ན་ཚ་ཡིན་ནའི་ཡིན། རླུང་ཚད་ཀྱི་ན་ཚ་ཡིན་ནའི་རེད། ཨེ་ནི་བྱིས་ལོག་གི་གདོན་གྱི་རྐྱེན་བྱས་ནས་ཁྱེད་ལ་གཉིད་ཁུག་གི་མེད་པ་ཡིན་ནའི་རེད་ག་རེ་ཡིན་ནའི། དང་པོ་འདི་ག་རེ་ཆེ་བ་རེད། དང་པོ་འདི། ང་ཚོ་གི།

ཕྱོགས་གསུམ་གཡུག་ཡང་ན་འདི་འདྲའི་དོགས་ཟླས་མཛོད་བྱས་ཨེ་ནི་སངས་ཀྱི་གཏམ། ར་ཨེ་ནི་དེ་ནས་སྨན་གྱི་ས་དང། གཉིས་སྡིག་སྒྲ་ཡིན་ན་ཁུག། སེམས་ཁྲལ་ཆེན་མོ་ད་འདིའི་རིགས་ལ་ད་ལྟ་འདི་འདྲས་བྱས་པ་ཡིན་ན་བརྒྱ་ཆ་བརྒྱ་ནས་བརྒྱ་ཆ་དགུ་བཅུ་ལ་གཉིས་ཁུག་ད་བརྒྱ་ཆ་བཅུ་གཉིས་མ་ཁུག་འདི་འདྲས་ཡོང་སྲིད་རེད་སོ་སོ་གར་ཟེར་ན་མོ་རྒྱག་ས་འདི་ལ་སོ་སོ་གི་དངོས་གནས་ཀྱི་ཡིད་ཆེས་མེད་པ་དང་ནམ་རྒྱུན་དུ་མོ་ལ་ཡིད་ཆེས་མེད་པ་དང་འདི་འདྲས་ཀྱི་དབང་གི་རྐྱེན་གྱིས་སོ་སོར་ཚོད་དཔག་གི་ཡིན་ན་སྨན་ན་སངས་སེན་འོ་འདི་འདྲས་དོགས་པའི་དབང་གིས་ཨེ་ནི་ཡོང་ཆོག་པ་རེད།

དོན་གྱིས་མནར་བའི་ནད་ཅིག་ཡིན་པ་ཡིན་ན་ཐོག་མར་རང་ཉིད་ཀྱིས་དོན་གཅོད་བྱེད་གསུང་བ་རེད། དོན་གཅོད་བྱས་ནས་གཞི་ནས་སྨན་མ་བསད་པ་ཡིན་ན་ནད་དེ་དྲག་གི་མ་རེད། དོན་གཅོད་མ་བྱས་པར་སྨན་བཟང་ཉག་ཅིག་སྨན་དེ་ཟུག་གི་མ་རེད་གསུང་བ་ཟུག་མ་རེད་དམ་ཕྱི་ལོགས་ཀྱི་སེམས་གཞན་ཅིག་གིས་སྲོག་གཞན་ཅིག་གིས་སེམས་སམ་རྣམ་ཤེས་གཞན་ཅིག་གིས་ནི་སོ་སོ་ཚུར་འཁྱུད་ཡོང་ར་བ་དེ་ལོས་སམ་དང་པོ་ཕྱི་ལོགས་ཀྱི་རྣམ་ཤེས་དེ་ཕ་མེས་པ་སོག་པོ་རྣམ་ཤེས་དེ་ནུས་པ་དེ་མེས་པ་བཟོས་དེ་ནས་རང་གི་འབྱུང་བ་ཉོམ་འགུག་པ་རེད་འོ་དེ་རེད།

ཐུགས་སུ་བསྐྱེད་པ་ཡིན་ན་ནི། འཇིག་རྟེན་གཙོ་འཇིག་རྟེན་ཆོས་བརྒྱད་རྣམ་པར་འབྱེད་པ་དེ་ནི་གཙོ་འཇིག་རྟེན་ཆོས་བརྒྱད་མ་རེད། དེ་ཚོ་ཤིན་ཏུ་འཕྲང་བའི་འབྱུང་བའི་ནུས་པ་དང་ཁྱེད་རང་གི་ཟོག་དཔོན་རྣམས་ཀྱི་ཤིན་ཏུ་འཕྲང་བའི་འབྱུང་བའི་སྟོབས་ཀྱི་ནུས་པ་གཉིས་དེར་འབྲེལ་བ་ཐད་ཀར་ཡོད་རེད། འོ་དེ་དེ་འདྲ་སོང་ཙང། ཨེ་ནས་རྣམ་པ་ཚོས་དེའི་རིགས་དེ་ཡིན་གྱི་མིན་གྱི། ཐུགས་ལ་བཞག་རོགས་གནང། ཨ་ནི་གཉིད་མ་ཁུག་ངའི་དཀའ་ངལ་འདི། མ་ཁུག་སོང་ན་ཧང་སངས་ཀྱི་དཀའ་ལས་ཆེན་པོ་རེད། དེའི་རིགས་འདི་ཀྱི་མི་ད་དེ་སེམས་ཁམས་མ་སྐྱིད་པ་ཟུག་རེད་སེམས་མ་བདེ་བ་ཟུག་རེད་ཐ་ན་སྐབས་རེ་སྐབས་རེ་མི་ཨ་ནི་ཨིན་ཇི་ཡིན་ན་ད Depression དང Anxiety དང་མང་པོ་ཞེས་པ་བཤད་འདུག་ད་ཨོ་དེ་འདྲའི་ནང་ལ་ཚུད་འགྲོ་གི་རེད་དེ་འདྲས་སོང་ཙང། འདི་ཚུད་ཡག་གི་ཐོག་མའི་ལམ་ཁ་ལ་མ་སོང་ནས་དེ་ནས་ཡོང་དགོས་བ་རེད། ངོ་འདི་བཀག་ཐུབ་ཡོད་ན་ལས་སླ་བ་ཞོ་གཅིག་རེད་དེ་ཚོ Anxiety དང Depression དང་སྤོ་བོར་ཟེར་ཡ་དེ་ཚོ་ཚང་མ་ལས་གི་མ་རེད་ཨོ་དེ་སོང་ཙང་དང་པོ་ལམ་འདི་བཀག་དགོས་དགོས་བ་རེད།